ཨོ་དེ་འདྲ་ཡིན་ན་ངས་ཁྱོད་ལ་འདྲི་བཤད་རྒྱག་ཆོག། ལུམ་བི་ནི་ནི་སངས་རྒྱས་སྐུ་འཁྲུངས་པའི་གནས་རེད་རྡོ་རྗེ་དེ་ནི་སངས་རྒྱས་མངོན་པར་རྫོགས་པར་སངས་རྒྱས་པའི་གནས་རེད། བ་ར་ན་སི་ནི་སངས་རྒྱས་ཀྱི་ཐོག་མར་ཆོས་ཀྱི་འཁོར་ལོ་བསྐོར་བའི་གནས་རེད། ས་ཕྱོགས་གྲོང་ནི་སངས་རྒྱས་མྱ་ངན་ལས་འདས་པའི་གནས་རེད། ངའི་པ་ལགས་ཀྱིས་བཀའ་འགྱུར་ནང་ལ་སངས་རྒྱས་ཀྱི་མྱ་ངན་ལས་འདའ་ཁར། གནས་བཞི་པོ་འདི་དག་ནི་དད་པ་ཅན་རྣམས་ཀྱིས་མཆོད་མཇལ་དང། བསྐོར་བ་བྱེད་དགོས་པའི་གནས་ཡིན་པར་གསུངས་ཡོད་རེད་གསུངས་སོང། དངོས་གནས་དཔེ་སྐྱིད་པོ་བྱུང། དེ་མ་ཟད་སེམས་ལ་ཞི་བདེ་ཐོབ་ཀྱི་འདུག་ལྷག་པར་དུ་དོ་ཅི་ཐེན་གྱིས་མའོ་བུ་ཏིའི་མཆོད་རྟེན་མཐོང་དུས་སེམས་པ་དངོས་གནས་མ་འདྲ་བ་ཞིག་ཚོར་གྱི་འདུག་སྐབས་དེ་དུས་ལུང་པ་འདྲ་མི་འདྲ་ཡི་མི་ཚང་མ་འཛོམས་ཀྱི་འདུག་ཀོ་བ་བསྐོར་མཁན་དང་ཕྱག་བཙིར་མཁན་ཧ་ལས་པའི་མང་པོ་འདུག་ད་དུང་གནམ་གཤིས་ཀྱང་དཔལ་སྐྱིད་པོ་འདུག། དཀའ་ངལ་ཏོག་ཙམ་བྱུང་སོང་དཔེར་ན་རྩྭ་ཕྱོགས་གྲོང་ལ་འགྲུལ་དུས་ལམ་ཁ་ལ་རྨོག་པ་དཔེ་མང་པོ་འདུག་ཞེད་སྣང་ཡང་ཚ་པོ་འདུག་ཡིན་ནའང་ས་གནས་དེར་འབྱོར་དུས་དཀའ་ངལ་ཚང་མ་བྱེད་འགྲོ་གི་འདུག་ལྷག་པར་དུ་མྱང་འདས་མཆོད་རྟེན་མཐོང་དུས་སེམས་ལ་ཞི་བདེ་ཞིག་ཐེབས་བྱུང། གནས་མཇལ་ལ་འགྲོ་བ་དེ་ང་རང་གི་དད་པ་ཆེ་རུ་ཕྱིན་སོང། དེ་བཞིན་སངས་རྒྱས་ཀྱི་མཛད་པ་དང་བསླབ་བྱ་མང་པོ་གོ་བྱུང། ལྷག་པར་དུ་མི་རྟག་པའི་རང་བཞིན་ལ་བསམ་བློ་གཏོང་རྒྱུ་དང་སངས་རྒྱས་ཀྱིས་གསུངས་པ་ནང་བཞིན་གནས་འདི་ཚོར་འགྲོ་བ་དེ་གལ་བ་གསོག་པ་དང་དེ་འཕྲོ་སྐྱེ་བའི་རྒྱུ་ཡང་ཆགས་ཀྱི་རེད་བསམ་གྱི་འདུག། ཏག་ཏག་རེད། གནས་མཇལ་ལ་འགྲོ་ན་ཤེས་ཡག་དཔེ་མང་པོ་འདུག་ད།